ད་ལྟ་ང་ཚོ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་གཞོན་སྐྱེས་ཀྱི་བསམ་ཚུལ་བསྡུ་ཡས་དེའི་ཆེད་དུ་ད་ལྟ་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་ད་ལྟ་སློབ་མ་བརྒྱད་མཉམ་དུ་བཀའ་མོལ་དེ་ཞུ་ཡས་ཡིན། གསལ་འགྱུར་དེ་གནང་ལ་མང་པོ་ཞིག་ད་སོ་སོ་སོ་བོད་པ་རང་གི་སོར་བཞག་དེ་ཚོ་གནང་ལ། ང་ཚོས་ད་བོད་པ་རང་གི་ཞིག་ཞུ་འོན་བྱོན་གྱི་ཡོད་རྒྱུ། ཨ་ནི་རྒྱ་མི་དེ་ཚོས་ང་ཚོ་ལ་བྱེད་ཡོད་རྒྱུ་དེ་འདྲ་མང་པོ་ཞིག་བྲིས་ཀྱི་འདུག་ཨ་ངས་དེ་འདྲ་ཚོར་སོང་ར། སྤྱིར་བཏང་གིས་ང་ཚོ་གསལ་འགྱུར་ལ་ཡ་དེ། ཨ་ནི་སྤྱིར་བཏང་ཁོ་རང་ལ་ད་ཅིག་ཁྲིམས་འགྲོ་བ་ཞིག་ཡོད་ར་ད་ཅིག་དྲང་པོ་དྲང་བརྒྱ་བྱེད་ཡ་བ་ཚོ་ནི་ད་ཅིག་བག་ཡོད་སི་ལ་གི་ད་དེ་མེད་བ་ཅིག་བྱེད་དགོས་ར། ཨ་ནི་རྟག་པར་སོ་སོས་སོ་སོ་ལ་མགོ་སྐོར་དང་སོ་སོས་ཞིག་ཞི་བོ་འབྱུང་གི་ཡོད་རྒྱུ། བག་ཆོས་དེ་ང་ཚོ་ལ་བྱེད་ཀྱི་ཡོད་རྒྱུ། ད་ང་ཚོས་གི་ལངས་ཕྱོགས་དེ་གི་ཞི་བོ་ཞིག་ཅན་སྤྲད་ཐུབ་གི་ཡོད་རྒྱུ། ཨ་འདྲེ་ལ་ད་ལས་གི་ཡོད་རེད་དེ་ཡིན་ནའི་ལས་དངོས་ཡོད་ནི་ཚེ་རྒྱ་མིའི་ནང་ལ་འགྲོ་ད་རྒྱ་མིའི་ལ་དངོས་ནི་སྟོབས་ཤིག་ག་འདྲེ་ཞིག་ཐུབ་ཨ་ནི་ང་ཚོས་གི་ད་ད་བར་དུ། ཁ་ལོ། ཐབས་བཅུ་ད་ཐབས་རྩོད་ཕྱིར་ར། འོ་དེ་ལ་ནི་ང་ཚོས་གི། ད་ཅིག་ཤིག་ཅེས་འགྲོ་ཁོང་ཚོ་ལ། ག་ཚད་ཅིག་སྤྲད་འདུག་གི་འདུག། ཆོས་བརྒྱུད་ག་ཅིག་གིས་སྤྱི་འཐུས་འདི་ལྟར་ལྷག་པར་དུ་ངས། ཁ་གསུངས་ནས་ད་དགོས་པ་ཅིའི་མཐོང་གི་མི་འདུག་ར། ག་ཅེ་ན་ན། ཆོས་རིག་ལྷན་ཁང་ཡོད་བཞིན་དུ། ཆོས་བརྒྱུད་ནི་སྤྱི་འཐུས་དགོས་ཡ་མཐོང་གི་མི་འདུག་ཆོས་བརྒྱུད་ལ། ཆོས་རིག་ལྷན་ཁང་གིས་སྒྲུབ་མ་ཐུབ་ཀྱོག་གི་བྱ་བ་ཅི། ད། ཆོས་བརྒྱུད་ག་རེ། ཆོས་ལུགས་གང་ནས་ཡོང་བྱ་ཀྱོག་སྤྱི་འཐུས་འདམ་ནས་དེ་གིས་སྒྲུབ་ཐུབ་ཡ་ཡོད་རེད་ངེས། རྩ་བ་ཉིད་ཟབ་མོ་འདུག་ར། ད་ད་ད་རྙོག་དྲ་ཆེ་ཤོས་སུ་ཡོད་ད་ན་ང་ལ་འགལ་ལ་ཅིག་དེ་སྔོན་སྔོན་ལ་བསམ་ཚུལ་ཅིག་བྱུང་ར་ག་ལོ་ན་དཔེར་ན་ཆ་ཟེར་ན་ད་ད་ང་ཚོ་གུས་སྤྱི་ཚོགས་ནང་ལོག་ལ་ཡོད་ཆོས་དོལ་རྒྱལ་ཚོགས་པ་འདྲ་བོ་ཞིག་ཆ་ཟེར་ན་དོལ་རྒྱལ་ཚོགས་པ་གི་རྗེས་མ་ཁོ་ཚོ་རང་ང་ཚོ་ལ་གཅིག་གྱུར་དགོས་ཡོད་སའི་ག་སའི་རྙོག་དྲ་དེ་རྩོད་པ་ཡིན་ན་ག་འདྲ་བྱེད་ཡ་ཡིན་པ་ཞེ་སྡང་ངས་ག་རེ་ལབ་ཡོད་ལབ་ན་ཆོལ་ཁ་དང་ཆོས་ལུགས་ཀྱི་རོགས་ནས་གཅིག་གྱུར་དང་མེད་འགྲོ་བ་དེ་གྱུར་པ་ངེས་པར་དུ་གཏང་དགོས་འདུག་ཟེར་ལོ། ད་ད་ད་ད་སྲིད་སྐྱོང་སྐད་གསེང་ཚིག་སྐྱོན་ལ་སེང་གསེང་ཚིག་སྐྱོན་དེ་འདྲ་གླུ་གར་ལྕམ་འགའ་ཞིག་དེ་སྐྱེན་པན་ད་ང་ཚོ་གོང་ས་ཏཱ་ལའི་བླ་མའི་མཐོ་སློབ་ནང་ལོ་ལེ་ཡ་ད་དེའི་བཀའ་སྐྱོ་དེ་གང་འདྲ་ད་ང་རང་ངོས་ནས་ཡང་སེམས་ཚེགས་ཞུ་འདོད་བྱུང་ས་དེ་འདྲ་དེ་དང་བྲེལ་བ་ཡོད་པས་ནི། སྤྱི་བཏང་རྒྱབ་ལྗོངས་ཀྱི་གནས་ཚུལ་དེ་འདྲ་ད་གལ་ག་རེ་སུ་ད་གང་ཏི་སི་བྷི་ཧེ་རོ་བྷི་སི་ནས་མང་ག་རེ་ཞུ་འདོད་ཟེར་ན་ད་ཁི་སིང་གི་གསར་འགོད་སེ་ར་ནང་ལོ་ལེ་ཡ་ད་དེ་འདྲའི་གི་སློབ་གྲྭ་ཁག་ལྟེ་གནས་ཁང་ནང་ལོ་ལེ་ང་ཚོས་གི་ཆབ་སྲིད་ཀྱི་དེ་འདྲའི་གོ་ཐོབ་སྤེལ་ཡག་ཡག་པོ་མི་འདུག་ཟེར་ནས། ཏིང། ངས་དངོས་གནས་ཤི་ན་འདི་ཡག་པོ་མཐོང་གི་མི་འདུག་ང་ཚོ་བོད་བོད་རང་བཙན་ཤོད་ཡ་འདི་སྐོར་བོད་བོད་པའི་མི་ལ་ཆབ་སྲིད་ཀྱི་གོ་ཐོབ་མེད་ནས་ཕུང་དེ་ཕྱིར་ནི་ང་ཚོ་བོད་རང་བཙན་ཤོད་རེད་ཞེས་འུར་བ་ཏེ་ནས་ང་ཚོས་མ་ཟེར་ད། འཛིན་གྲྭ་བཅུ་བ་མ་འདབ་ཀྱི་ནང་ལོག་ལི་ཡ་དེ་འདྲས་ཀྱིས་ད་སྲིད་སྐྱོང་དང་དེ་འདྲས་ཀྱིས་རྒན་པན་དང་དེ་འདྲས་ཕེབས་ན་ད་ཡིན་དེ་འདྲས་གང་ལ་བཀག་སྡོམ་གནང་ན་ད་འགྲིག་གི་འདུག་དེ་ནས་ད། བཅུ་གཅིག་བཅུ་གཉིས་དང་ད་ང་ཚོ་བོད་མཐོ་རིམ་སློབ་མར་བྱེད་དགོས་ཡོད་རེད་དེ་འདྲའི་ནང་ལོགས་ལ་ཡ་ཨན་པའི་སྲིད་སྐྱོང་ཆབ་སྲིད་ཀྱི་གོ་རྟོགས་མ་སྤེལ་ན་ཨ་ནི་ང་ཚོ་བོད་པ་གཞོན་སྐྱེས་ལ་བར་ད་ང་ཚོ་མ་འོངས་པའི་བོད་ཀྱི་སོན་རྩ་ཡིན་ལ་བར་ང་ཚོ་ལ་ཡ་ཆབ་སྲིད་ཀྱི་གོ་རྟོགས་ཤིག་མེད་པས་ན་ང་ཚོ་མ་འོངས་པའི་རྒྱ་ནག་ལ་འཐབ་རྩོད་ག་འདྲ་བྱེད་དགོས་རེད། ད་ང་རང་གི་ག་རེ་ཚོར་སོང་ན་ན་ད་ད་ང་ཚོ་གི་སྲིད་སྐྱོང་ད་བློ་བཟང་སེང་གེ་ཕེ་བ་ནས་བྱས་ནས་ད་དེའི་དངོས་ལ་ང་ཚོ་ད་ང་ཚོ་སྤྱི་དང་ང་ཚོ་བོད་ཀྱི་དོན་དག་སེ་ཡ་དེ་ལ་ད་བོད་རྒྱ་ཞི་མོལ་གྱི་གྲོས་དོན་ཚོད་དཔེ་གལ་ཆེན་པོ་མཐོང་གི་འདུག་དྲ་ཨན་ཀྲེང་ཏུའུ། དེའི་སྔོན་ལ་བཀའ་བློན་ཁྲི་པ་ཟངས་མཐོ་རིན་པོ་ཆེས་བཀའ་ཚོད་ད་ང་ཚོ་བོད་རྒྱ་ཞི་མོལ་གྲོས་བསྡུར་ཐེངས་དགུ་བཟོས་འདི་གནང་ཐུབ་རེད། ད། བློ། ད། སྲིད་སྐྱོང་བློ་བཟང་སེང་གེས་ཧོས་ཨ་ནེ་བྱས་ནས་ད་ང་ཚོ་གི་བོད་རྒྱ་ཞི་མོལ་དེ་ཕར་ཕྱིན་ད། ད་དཔེ། ད་ཁ་ལས་ཐག་པའི་དྲི་བཅལ་བ་ནང་བཞིན་ད་ཨན་ཀྲེང་ཀྲུའུ་ཞིག་ཆགས་སྲིད། ཨན་ཀྲེང་ཡིན་དུས་ག་ལ་ད་ངས་ག་རེ་བསམ་གྱི་འདུག་ལབ་ན། བོད་རྒྱ་ང་ཚོ་བོད་ཀྱི་བདེན་མཐའ་གསལ་ཡ་ལ་བོད་རྒྱ་ཞི་མོལ་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ད། ང་ཚོས་ཁོང་ཚོ་ཡི་ད་ཡག་བྱེད་ཀྱི་མི་འདུག་ལབ་ནས་ཨན་ཀྲེང་ཞག་ཆ་ན་ཡོང་ཡ་ཡོང་མ་ར་ང་ཚོའི་ངོས་ནས་ད། དེ་ཆོས་གོ་ར་གང་ཚེ་རེ་བ་ཁ་ས་ག་ནས་རྒྱ་གོ་ར་ཡ་དེ་ག་ལས་ཀྱང་ཨེ་འདྲ་ཡིན་དུས་ད་མ་འོངས་པ་ད་སྤྱི་འཐུས་དང་སྲིད་སྐྱོང་ད་ག་འདྲ་བྱེད་ཡུལ་ན་ད་བོད་རྒྱ་ཞི་མོལ་གྱི་ལམ་ལུགས་ཞིག་ད་དེ་ཨེ་འདྲ་ད་འདས་པའི་ལོ་བཞི་ད་ཕྱེད་ཀ་དྲུག་ན་ད་དེ་སྔོན་གྱི་བཀའ་བློན་ཁྲི་པ་ཟངས་མདོག་རིན་པོ་ཆེན་གྱི་སྐབས་སུ་སྐབས་ད་དེང་དགུ་བཞི་བྱེད་དུས་རེད་མ་གཏོགས་གཞན་པ་བརྒྱད་དགུ་བྱེད་དུས་མ་རང་ཨེ་འདྲ་བྱེད་འདུག་བོད་རྒྱ་ཞི་མོལ་གྱི་ད་རང་ལུགས་ཞིག་ད་འོ་དེ་དཔེ་གལ་ཆེན་པོ་མཐོང་གི་འདུག་ལན་དེ་ང་རང། སྙན་མང་ཡིན་མིན་ན་སྲིད་སྐྱོང་འདུག་ཟེར་ཡ་འོས་བསྡུ་བྱེད་པའི་སྐོར་སུ་ད་སྲིད་སྐྱོང་གི་གསུང་ཡ་ལ་ནི་ཤེས་ཡོན་འདི་ཐོབ་ལ་ཡ་སྐད་ཞིབ་ཏང་ཡ་ཡིན། ཨ་མདང་ནས་བཞིན། ཁོ་རང་གིས་དམིགས་ཡུལ་གསུམ་དེ་གས་གསུངས་གནང་རོགས། དེ་གས་ཚང་མ་གསུངས་གནང་དུས་ནི། དམིགས་ཡུལ་དེ་ད་དེ་བྱས་པས་ཁོ་རང་སྲིད་སྐྱོང་ཆགས་ཚར་བའི་རྗེས་ལ་ནི། ད་དམིགས་ཡུལ་གསུམ་དེ་དེ་རྗེས་ལ་ག་རེ་གསུངས་སོང་ལ་ནི་དམིགས་ཡུལ་གསུམ་དེ་ཉི་མ་ཚང་མ་ལོ་ཟླ་བཟང་སྟོན་རིན་པོ་ཆེ་གས་གྲུབ་ཚར་བཞག། དེའི་གསར་གཏོད་གས་བྱས་པོ་མི་འདུག་དེ་རྣམས་ལ་ནི། དང་ནས་བཞིན་ད་ཤེས་ཡོན་ཐོག་ལ་ཞུས་པས་ན་ཤེས་ཡོན་ཐོག་ལ་ཁོ་རང་གས་ཤུགས་ཞིབ་བསྐྱེད་དགོས་རེད་བསམས་སོ་རོགས་ད། དང་ནས་བཞིན་ནི་ཡིན་པས་ནས་ཤེས་ཡོན་ཐོག་ལ་ཤུགས་ག་རེ་བསྐྱེད་སོ། ག་རེ་བསྐྱེད་སོ་ཞུས་པས་ན། ནི་བུམ་གཅིག་འདྲེས། འབུམ་གཅིག་སྤྲད་ཅེས་ཤུགས་རྒྱས་པའི་མོ་གཞོན་གཞན་པ་ཞིག་ཡིན་མདོག་ལ་གུ་རྒྱོག་འདྲ་བོ་གལ་ཐེ་མོ་སོང་དང་ནས་བཞིན་ད་ཁོ་རང་དེའི་སྐབས་སུ་སྲིད་སྐྱོང་ཁོ་རང་འདི་རེད་ཤི་རིག་བཀའ་བློན་རོལ། ད་ཅི་དང། ང་ད་ལང་ཕྱོགས་ཟེར་ན་རེད་ད་ཅི་དང། ད་ང་རང་འགྲོ་ཆ་ཆ་ཡང་ན་ང་རང་རང་ལང་ཕྱོགས་དེ་ག་རེད་ལ་ན་ད་རང་བཙན་འགྲོ་དེ་ཡིན་ར། ད་ཅི་དང་ང་རང་བཙན་ལ་ཡིན་ལ་དེ་ད་རྒྱུ་མཚན་འགྲོ་ཤེས་བ་ན་ཅི་དང་ང་རང་ང་རང་ངོས་འདི་འགྲོ་ཤེས་བ་ན་ག་འདྲ་འགྲོ་ཆ་འདུག་ལ་ན།

དཔེར་ན་རྒྱ་ནག་ལ་ཆ་བཞག་པ་ན་མན་ཇུ་མི་རིགས་ལས་དེ་དེ་སྔོན་མན་ཇུ་ལས་དེ་ཁོ་རང་ཚོ་ག་སོང་ནས་ད་དེ་ཧན་མི་རིགས་ནང་ལོགས་ལ་ནུབ་དགོས་རྒྱུ་མཚན་ག་རེ་བྱས་ནས་རེད་ཁོ་ཚོ་ཁོ་རང་ཚོ་གི་མན་ཇུ་ལས་དེ་གི་སྐད་ཡིག་དེ་ཉམས་སོང་བ་སོང་ད་མན་ཇུ་དེ་ཧན་ཧན་མི་རིགས་ཀྱི་ནང་ལོགས་ལ་ཐིམ་སོང་བ་རེད་དེ་སྐད་ཡིག་ལ་བརྟེན་ནས་ཐུག་གི་ཡོད་རེད་ཐུག་ས་དེ་དེ་འདྲས་ཚོ་ད་ད་ད་ང་ཚོ་སྐད་དང་ཡི་གེ་དེ་ཁ་སོང་ནས་སླར་གསོ་བྱེད་ཡ་ཡི་ཆེད་དུ་ལ་ད་པད་ཏི་ཡིས་རང་བཙན་རང་དགོས་ཡོད་ཟེར་རྩོད་དེ་བསྡད་པ་ཡིན་ན་ད་ངས་དེའི་པད་ཕྱག་འཚལ་ཞུ་ཡི་ཐོང་གི་རོ། དེ་འདྲས་ཡིན་ཚུལ་བརྩམས་པ་ད་ལྟ་སྐྱབས་མགོན་རིན་པོ་ཆེ་མགྲོན་བཞག་རྒྱུ་དབུ་མའི་ལམ་གྱི་དགོངས་གཞིའི་ཐོག་ནས་ད་ང་རང་ཚོ་བོད་ཆོལ་ཁ་གསུམ་ལ་ཁ་སོང་ནས་ས་ཁུལ་མི་རིགས་རང་སྐྱོང་ལས་དེའི་གནས་བབ་རྩོད་རྗེས་དང་པོ་ང་རང་ཚོ་ཆོས་དང་རིག་གཞུང་དུ་སྲུང་སྐྱོབ་བྱེད་དགོས་འདུག་ར། ད་རང་ཆོས་གཉིས་དེ་ལ་བསམ་བློ་ཞིག་བཏང་དུས་ད་ང་ག་རེ་ལས་ན་ང་རང་དབུ་མ་ལམ་དེ་ཡག་པོ་མཐོང་གི་འདུག་ར། གལ་སྲིད་ན་ང་ཚོའི་གནས་སྟངས་ཡིན་ན་འདྲ་ང་ཚོའི་མི་འབོར་ཆེན་ནས་ཡིན་ན་འདྲ་ཚང་མ་ལ་བསམ་བློ་བཏང་ནས་ང་ཚོས་ད་དེ་ལས་འགན་ཅི་དྲུག་པོ་རང་ཨེ་འདྲས་འདི་ངས་གར་སོང་གི་འདུག་ང་ཚོས་ཀྱི་ད་ནམ་ཡང་རྒྱ་མི་ལ་ངོ་དང་ངོ་ཐུག་ནས་འདྲས་ད་འཐབ་རྩོད་བྱེད་ཐུབ་མ་ར་ག་ཞིག་ནས་བོད་ད་ཆ་ཞེན་ཨེ་འདྲས་བྱས་བ་ཆ་ཤས་ན་ང་ཚོའི་མི་འབོ་དང་ཧོ་ཚུ་བེ་ནུ་ང་ཚོ་བོད་པ་མི་གཅིག་གི་རྒྱ་མི་ཉིས་བརྒྱ་ཉི་ཤུ་ལྷག་ཚོས་ཅིག་ཁ་བཏད་བཅག་པ་ར་ཨེ་འདྲས་སི་མ་མི་འབོ་ས་ནས་འགྲོ་བ་ཡིན་ན་དེ་འདྲས་དཔེ་ཁག་པོ་ར། དེ་བཞིན་ཨ་ནི་ཅིག་ཁོང་ཚོ་མང་པོ་ཞིག་གིས་ང་ཚོར་དྲི་བ་འདི་ལྟར་འོངས་ད་ཁྱེད་ཚོ་རང་བཙོས་བཙོས་ཉེས་རེད་ས་རང་བཙོས་བཙོས་ཉེས་རེད་ས་རང་བཙོས་བྱས་ན་ཁྱེད་ཚོ་དམག་རྒྱག་ཡས་རེད་ས་དམག་རྒྱག་ག་འདྲས་སུ་དམག་རྒྱག་ས་དམག་རྒྱག་ས་ནི་ཁྱེད་ཚོ་དྲང་པོ་བཤད་ན་ཆོག་ཆེ་ད་ན།

ད་ལྟ་ང་ཚོ་སི་རི་ཡ་ནང་དམག་རྒྱག་དུས་མི་ཚང་མ་མཐོང་གི་འདུག་ར། ང་ཚང་ཚར་དུས་ཚོད་ནང་མཐོང་ཡ་མི་དེ་ཚོ་ཕ་གི་ཅིག་སྐྱབས་ཆུང་འདྲ་འགྲོ་ཡ་འདྲ་ཡང་འགྲོ་ས་རག་ལ་མ་རག་ལ་འདྲ་ཅི་སྟེ་ང་དཔེ་བསམ་པ་ཕམ་གི་འདུག་ར་ཉན་རྗེས་ཁོ་ཚོ་མི་གཅིག་པ་ར་ང་ཚོ་མི་གཅིག་པ་ར་དེ་ཁོ་ཚོ་དུས་ཚོད་སྐྱབས་ཆུང་འགྲོ་ཡ་ནི་ཉན་རྗེས་ཁོ་རུ་ཚོ་དཀའ་ལས་འཕྲད་ཨེ་འདྲེ་འདྲ་ཅི་སྟེ་སྐབས་དེ་ནི་ད་དུང་ཁོ་ཚོ་འཛེ་ཡ་བྱས་ལ་ང་ཚོ་ཨེ་འདྲེ་བསམ་པ་ནང་ན་ཟིག་བཏང་དེ་སྐབས་ང་ཚོ་དེ་ལ་ལྟ་ཅི་ནི་ཁོ་ཚོ་ལ་མིག་དཔེ་ལྟ་དགོས་ཡ་མ་ར་བ། རེད། ཁོ་ཚོའི་མཚན་ཡག་ཅན་དུ་ང་ཚོའི་མཚན་ཡག་གཅིག་པོ་ཁྱད་པར་མ་རེད་བསམ་གྱི་འདུག་ར། གལ་སྲིད་ང་ཚོས་ད་ལྟ།
ད་ང་ཚོས་དབུ་མའི་ལམ་ལ་བྲོས་ཡ་ཡིན། ཨ་ནི་རང་སྲིད་རང་སྐྱོང་གཅིག་པོར་རྩོད་ཡ་ཡིན། ཨ་ནི་བོད་ཀྱི་རང་བཙན་རྩོད་ཆོག་གི་མེད། དེ་འདྲའི་སྒྲོག་གཞི་བསླབས་པ་ཡིན་ན། ང་ཚོའི་མི་ཐོག་འདི་ལ་ང་ཚོའི་རང་བཙན་མ་དགོས། ད་ང་ཚོས་ཐག་ཆོད་ཐུབ་སྲིད་གི་ར་གཅིག་བྱས་ན་ད། གཅིག་དེ་འདྲའི་ད་ང་ཚོ་ལ་ལམ་སྟོན་གནང་ནས་དེ་འདྲའི་ཡོད་ཙང། ཐག་བཅད་སྲིད་གི་ར། ཡིན་ན་ཡང། ང་ཚོའི་མི་དག་ཞིག་མ་ཞིག་མ་གི་ཞིག་མ་དེ་ཚོ་ལ་ཨ་ནི། ད། ང་ཚོས་ཁ་ཆེ་རྒྱ་མིག་གི་འོག་ལ་བསྡད་ན་ད་ང་ཚོ་གཅིག་བྱས་ན་རྒྱ་མིག་གི་འོག་ལ་བསྡད་ན་ད་རྒྱ་མིག་ནང་ལ་བ་འཐབ་འགྲོ་ཡ་ཡིན་ཤག་ར་ད་ད་བོད་ལ་ཡ་བླངས་འགྲོ་ན་ཞིག་མ་ཞིག་མ་གི་མ་ཐག་ཞིག་མ་དེ་ཚོ་ལ་ང་ཚོས་བའི་ནག་ཉེས་ཆེན་པོ་བཟོ་གི་རེད་བསམ་གི་འདུག་ར། ད་ནི་ནོར་བུ་སུ་ན་ང་ཚོ་མི་བོད་པ་སོ་སོའི་སློབ་སྦྱོང་བྱེད་ཉེས་མི་རིགས་སྒེར་ངོས་ནས་འགན་འཁྱེར་ཡ་དེ་ངོས་ནས་སྤེལ་དགོས་རེད་ཤག་ཟེར་ང་ཚོ་རྒྱ་གར་སྤེལ་ན་ཤེས་ན་རྒྱ་ནག་འགྲོ་ཡིན་ན་ཤེས་ན་སློབ་སྦྱོང་དེ་གཅིག་སྤེལ་དུས་ཙམ་པ་ཡ་གཅིག་སོ་སོའི་རྒྱལ་ཁབ་ང་ཡིན་བསམ་པའི་གི་མི་ཞིག་དེ་འདྲ་བཟོ་ཐུག་གི་འདུག་ད་ཁོང་ཚོའི་དཔོན་གནས་ཅན་དམར་ཤོག་ཡིན་པ་སོང་ཙང་རྒྱལ་ཁབ་ལ་ཡ་ཞར་མགོ་ལ་ཡ་བྱེད་དོན་ནི་རྦད་དེ་དེབ་ནང་ལོག་ལས་ནི་ཅིག་འདྲེ་འདི་འདྲས་མེད་མི་ནི་ང་ཚོ་བོད་པའི་གཞོན་སྐྱེས་ནང་ལོག་ལས་ད་ངར་ཤུགས་ལས་ཀྱི་ཆེད་དུ་ད་གཞུང་ངོས་ནས་ད་ག་ལ་བོར་ད་དགེ་རྒན་གྱི་ནི་མ་སློབ་ཚན་ཅིག་ཁྲིད་བས་ནི་དཔེར་ན་རྒྱལ་རབས་ཅིག་ཁྲིད་བས་ནི་རྒྱ་གར་གྱི་རྒྱལ་རབས་ད་ང་ཚོ་དེ་འདྲས་ཧ་ར་པན་ད་ཧེ་རོ་པན་སི་བི་ལའི་ཛེ་ཤིན་དེ་འདྲས་བསླབ་བདེ་བོ་ར་ཅིག་ད་ང་ཚོ་དེ་འདྲས་ཀྱི། ང་ཚོ་ལ་འབྲེལ་བ་ཞུ་ཆགས་མེད་ནས་ད་ལྟའི་ཧ་གོ་ཏོ་ཙམ་ཟེར་བ་ཡིན་ནའི་དེ་མཉམ་དུ་ཡ་གར་ཁྲིད་འོ་དོ་ན་ང་རང་ཚོ་བོད་པའི་གི་ད་རྒྱལ་རབས་དེ་འདྲ་ཡོད་རོ་ཨ་ནི་དེ་དང་འབྲེལ་བའི་གི་དེའི་སྐབས་དེ་དུས་ཚོད་མ་ང་ཚོའི་བོད་དེ་འདྲའི་འདྲའི་འདྲའི་རུ་མཉམ་དུ་ཅིག་སྦྱར་བཅས་ཁྲིད་ཐུབ་ཡོད་ན་དེ་ང་ཚོའི་བོད་པའི་གཞོན་སྐྱེས་ནང་ལོ་ལ་ཡ་འདི་འདྲའི་གི་ཅིག་ཡར་རྒྱས་དྲོད་ཀྱི་རྣམ་པ་བྱུང་མི་ངེས་བསམ་གྱི་འདུག། ང་ཚོའི་བོད་པའི་སྤྱི་ཚོགས་དུ་ད་ལྟ་བཟང་ངན་སེང་ངེ་ལེ་ཡ་དེ་དུས་ཚོད་ཤི་དྲག་ཆག་ཤི་ན་ས་བོ་ད་བཟང་ངན་སེང་ངེ་ལེ་ཡ་དུས་ཚོད་རེད་མི་འདུག་ང་ཚོ་ད་ལྟ་ལ་ག་ཚོད་རྡོག་རྩ་གཅིག་སྒྲིལ་བྱེད་དགོས་བ་དེ་གལ་ཆེན་པོ་ཆགས་འདུག་ར་གཅིག་རྡོག་རྩ་གཅིག་སྒྲིལ་བྱེད་ཀྱི་ནི་རྒྱ་ནག་གི་གནས་སྐབས་རེ་ལ་ང་ཚོར་ད་ཡ་མ་བྱས་ན་ང་རོ་ཚོ་ཧུར་ཐག་བར་ཐག་བྱེད་ཀྱི་ནི་གཅིག་ལག་པ་གཅིག་ཏུ་བརྡབ་ཀྱི་ནི་ངོ་ནི་དྲང་ནི་ཁྱོག་ད་ལྟ་ལོ་ལྔ་བཅུ་ལ་ལས་སོན་ན་ཡོད་ངོ་ནི་དྲང་ནི་ཉག་གསུམ་མོ་དགོས་ད་སོ་སོ་རུས་གཞུང་བདག་པོ་རྒྱག་དགོས་ན་འདྲ་སྐེའི་བདག་པོ་རྒྱག་དགོས་ན་འདྲ་ཆུ་བདག་པོ་རྒྱག་དགོས་ན་འདྲ་ད་དུང་ལོ་བཞི་བཅུ་ལྔ་བཅུ་ག་ཚད་བསྡད་དགོས་ན་གནམ་དང་མིག་དུ་ལ་ནི་ཨན་ཀྲེན་དྲའོ་གཅིག་རེ་ཡཱ་དྲའོ་གཅིག་དང་གཅིག་ངོ་ནས་དྲངས་ནས་སོ་སོ་ཨན་ཀྲེན་དྲའོ་ཕྱག་ཐོན་ན་ས་ནི་ང་རོ་རེ་ཡཱ་དྲའོ་སྟེ་དུས་མཐའ་གཅིག་དེ་ལ་ཐུགས་ཀྱིས་གནང།
དུ་ནི་གཉིས་ནི་ད་གར་ཅི་ཡོད་དོ་ལ་ནི་ང་ཚོ་གཅིག་གཅིག་ནས་དང་ང་ཚོ་དེ་ལ་བཙན་བྱོལ་ནང་ལ་ཡོད་ཉོན་པའི་དེ་ཚོའི་ད་ལངས་ཕྱོགས་ཁེ་དང་དང་བྱེད་དང་སྤྱོད་དང་ས་ནི་གར་ཆད་གཅིག་དང་ང་ཚོ་བཙན་བྱོལ་ནང་ལ་ཡོད་ར་དུས་ཚེ་རང་དབང་ལུང་པ་ནང་ཡོད་དེ་ག་ལ་ཨ་ནི་དུས་ཚེ་ག་ཤས་ཀྱིས་ད་ཡང་མི་འགའ་ཤས་ཀྱིས་ད་གཅིག་ད་དངོས་གནས་ཀྱི་སོ་སོ་གི་ད་དེ་ཡིན་གྱི་རེད་ད་སེམས་ཤུགས་དང་ཡན་འདྲ་ཡིན་གྱི་རེད་དེ་ཡང། སོ་སོ་ད་གཅིག་ད་དེའི་གདིང་ཚོད་དེ་སླེ་བོར་ད་ང་ཚོ་རང་དབང་ལུང་པ་ན་ཡོད་ཨ་ནི་སོ་སོ་སོགས་ད་ཡན་འདྲ་ལ་ཉན་ཀ་མེད་དུས་བ་ལ་ལས་འགུལ་སྤེལ་སྟངས་དང་སྐད་ཆ་བཤད་སྟངས་དང་དེ་ཚོ་ལ་གཟབ་གཟབ་མ་བྱས་རྐྱེན་གྱིས་ཨ་ད་དེ་ལ་ཟིང་དུས་སུ་ད་ང་ང་ཤུ་ཤུ་འདྲ་བ་བྱས་ར་དེ་ཡི་ཤུགས་རྐྱེན་དེ་བོད་ནང་ལ་སྤྲད་བོད་མི་དེ་ཚོའི་སྙིང་རྗེ་ད་ཁོང་ཚོའི་ཡན་འདྲ་བྱེད་དུས་ད་ཁོང་ཚོ་སེམས་ཤུགས་ཆེ་བ་དངོས་གནས་ཀྱི་ད་སྡུག་པོ་མྱངས་མྱངས་ཏེ་སུས་མྱངས་ཀྱི་འདུག་ལབ་ན་བོད་ནང་བསྡད་མྱངས་དུས་ཚོད་མྱངས་ཀྱི་འདུག་ར། ནས་ང་རང་ཚོ་གི་མང་གཙོ་དེ་སྤྱི་དང་རྒྱ་རྒྱ་བར་འབུ་ཆེ་རང་ངེས་པའི་དེ་མ་བཟོད་རེས་གནང་ཞག་ཏུ་རྩོམ་པ། མི་མང་དངོས་གནས་གང་གསུང་ནས་ད་དེ་ལ་དོ་སྣང་བྱེད་དྲག་ཅིག་མེ་སྒྱོགས་འདྲ་བ་ཅིག་ང་ར་ངར་ཚོལ་གྱི་འདུག་ར་མང་གཅིག་ནང་དང་ནམ་རྒྱུན་སྤྱི་ཚོགས་ནང་ལོ་ཤ་ཚང་ངས་དེ་རིང་བསྡད་རྒྱུ་ཆ་ག་རེ་ལ་ལྟོས་ན་ཞུ་ད་ང་རང་ཚོ་བོད་པའི་ན་གཞོན་ཚང་མ་གི་ག་ག་རེ་དོ་སྣང་སྤྲད་གྱི་འདུག་མང་གཙོ་ལས་དང་ཚན་རྩ་དེ་འདྲ་ང་ཚོ་བོད་པའི་རྩ་དོན་དང་འབྲེལ་བའི་དེ་འདྲའི་ཐོག་ལ་རེ་ཞེན་གྱི་ཐོག་ལ་དོ་སྣང་སྤྲད་དགོས་འདུག་ལྷག་པར་དུ་ར་ད་ལྟ་དོ་སྣང་ལ་ཁ་ལོ་བ་དང་བཅས་པ་བཙན་བྱོལ་ནང་ལོག་ཡོད་སྐྱོ་གུས་བཙན་བྱོལ་ནང་ལོག་ལ་འཚར་ལོངས་བྱས་བཞག་སྐྱོ་གུས་པུའུ་ཁྲིན་ཚོ་ལྷག་པར་དུ་བོད་ནས་སླད་སྐྱོ་བཏང་ཉིན་མོ་བསྡུར་བ་ཡིན་ན་ཁོང་ཚོ་དེ་འདྲའི་ཐོག་ལ་བསམ་བློ་བཏང་སྟངས་རེད་སོ་སོའི་མི་རིགས་ལས་དེ་དང་སྐད་ཡིག་ལས་ཚིག་མཛོད་ལ་དཔེ་དོ་སྣང་དཔེ་དེ་ཆུང་དྲག་བྱས་དེ་འདྲའི་སྐོར་ལ་བྱས་མ་སོ་སོ་བོད་པ་ཡིན་པའི་ཐོག་ནས་དོ་སྣང་མང་ཚོགས་སྤྲད་དགོས་འདུག་དེ་བྱེད་རོགས་བྱེད་ལས་དེ་ངའི་རེ་བ་ཆེ་ཤོས།